དུས་ཚོད་འདི་འདྲ་ཅི་གང་རེད་ཡ། དགེ་སློང་གི་སྡོམ་ལྡན། སྤུས་དག་ཅིག་གི་གར་ཚད་མང་ཞིག་བྱུང་ན་ཡང། དེའི་ཚོད་ཀྱིས་སྟོན་པའི་ཞབས་འདེགས་བསྒྲུབ་ཡག་ད། ང་རའི་སྔོན་ནས་ཆ་བཞག་ནས། ཚོགས་བསགས་སྒྲིབ་སྦྱོང་ཧུར་ཐག་པ་ཏག་ཏག་བྱེད་ཀྱི་ཡོད་དེ་བས་ཅིག། ཞོགས་ཀ་ཡ། ལགས་པོ་ཏཱ། ང་དགེ་སློང་ཡིན་བསམ་པའི་ཐོག་ནས་སྟོན་པའི་བསྟན་པ་ལ་ངས་ཞབས་འདེགས་བསྒྲུབས་བསམ་པ་ཅིག་སྙིང་ཁུང་རུས་པའི་གཏིང་ནས་དམ་འཆའ་རུ་བཞག་བྱས་འདུག་ཡིན་སྔ་མོ་རྒྱ་ནག་ལ་ཕྱིན་པ་རེད། དེ་ནས་ཡ། རྒྱ་གར་ས་ཆ་འདྲ་མི་འདྲ་སླེབས་པ་རེད་ཡུ་རོབ་ས་ཆ་འདྲ་མི་འདྲ་སླེབས་པ་རེད། གང་ལྟར་བཅོམ་ལྡན་འདས། དགེ་སློང་འདུལ་བ་འཛིན་པ་ད་དེ་འདྲས་འདི་ཀྱི་རྗེས་འབྲང་རྣམ་པར་དག་པ་ཅིག་གིས་ཧུར་ཐག་པ་དག་བྱེད་བསམ་པ་ཅིག་གིས་བསམ་བློ་འདི་རྒྱུན་ཆད་པ་མེད་པར་བྱས་ནས་རྒྱུན་འདི་ཟིན་བྱེད་དུ་སྲིད་ཡིན། དགེ་སློང་མང་དུ་འདུལ་བ་འཛིན་པ་འཇིགས་མེད་རྒྱ་མཚོས་གསང་སྟེ་རྩོམ་པའི་སློབ་དཔོན་སྐད་གནང་བར་ཞུ།

འཇིག་རྟེན་ཆོས་བརྒྱད་ཀྱི་གཅིག་གིས་གཅིག་གིས་གང་བ་བྱེད་པ་དེ་ཙམ་མ་ཡིན་པར་ངོ་ནས་དྲང་གནས་ཀྱི་སྟོན་པ་བཀའ་དྲིན་ཅན་གྱི་ཞབས་འདེགས་གྲུབ་བསམ་པ་གཅིག་གིས་སྙིང་སྟོབས་བསྐྱེད་པའི་ཐོག་ནས་ད་རིང་ང་རང་ཚོ་འདིའི་དེ་དགེ་སློང་གྲུབ་ཡ་འདུག་ཚོད་རེད། མཁན་པོ་དང་སྒྲུབ་མཆོད་སྟོན་པ་དགེ་འདུན་དང་བཅས་པ་ལ་མོས་སྟོང་ལྡོག་འོང་རོགས་ཞུ། ཕྱག་འཚལ་བཅུ་གཅིག་ལ་སོགས་པར་བྱ་དགོས་པས་ཐོག་མར་སྟོན་པའི་སྐུ་གཟུགས་འདི་ལ་སྟོན་པ་དངོས་ཀྱི་འདུ་ཤེས་བཞག་ནས་ཕྱག་གསུམ་མཆོད།
ཁྱེད་རྣམས་བསྙེན་པར་རྫོགས་པ་དོན་དུ་གཉེར་བ་དེ་ཤིན་ཏུ་ལས་ལེགས་པའི་རྒྱུ་མཚན་ནི་དགེ་སློང་ལ་རབ་ཏུ་བྱེད་པའི་མདོ་ལས། དགེ་སློང་ཤེས་བྱ་ཆོས་ཀྱི་རྒྱལ་མཛད་དེ་དགེ་སློང་ཤེས་བྱ་རྡོ་རྗེ་སོ་ཤིང་ཡིན། དགེ་སློང་ཤེས་བྱ་དུག་ཁ་སྤོང་བ་ཡིན། དགེ་སློང་ཤེས་བྱ་རྒྱལ་བའི་སྲས་པོ་ཡིན་དགེ་སློང་ཤེས་བྱ་ཉོན་མོངས་སྲོག་གཅོད་དེ། དགེ་སློང་ཤེས་བྱ་ཐར་པའི་ལམ་སྒྲོན་ཡིན། དགེ་སློང་རང་གི་ངོ་བོ་དམ་པ་དེ་ཕྱི་གསུང་པ་དག་ཡིན་པས་དེ་དག་ཡིད་ལ་བཞག་ནས་མཁན་པོ་མངོན་དུ་འགྱུར་བ་ལ་ཁོ་བོ་མཁན་པོ་བྱ་རུང་གི། འོད་ཆོས། མ་རྟོགས་ཚུན་ཆད་ཚང་ནས་ཡོད་པས། དགེ་བཤེས་རྣམས་ཀྱི་ཚིག་སྔ་མ་རབ་བྱུང་གི་མཁན་པོ་ཡིན་ན་མཁན་པོ་གཞི་དང་དེ་མིན་རྩོད་འགྲེལ་ཙམ་ཞིག་ཡོད་ན་སློབ་དཔོན་ཞེས་དང་དེ་ཡང་མེད་ན་བཙུན་པ་ཞེས་བརྗོད་དགོས་པས་དེ་དག་ཡིད་ལ་བཞག་ནས་འདི་ཡི་གཞན་དོན་མཛོད། མཁན་པོ་དགོངས་སུ་གསོལ། གཞན་དོན་ཆེ་བརྗོད་འདོད། བདག་མིང་འདི་ཤེས་ཀྱི། མཁན་པོ་ལ། མཁན་པོར་གསོལ་གྱི། མཁན་པོ། བདག་གི་མཁན་པོ་མཛད་དུ་གསོལ། མཁན་པོ། མཁན་པོས་བདག་མཉམ་པར་རྫོགས་པར་བགྱིའོ། ཐབས་ཡིན་ནོ། ལེགས་སོ། ཡོ་བྱད་མངོན་དུ་འགྱུར་བ་ཁྱིམ་པའི་རྟགས་ཆ་ལུགས་བྱང་དང། མུ་ཏིག་གི་རྒྱན་མཚན་བྱང་སོགས་བསྙེན་པར་རྫོགས་སུ་མི་རུང་བས། ཡོ་བྱད་རོ་མངར་ཆ་དང་ལྡན་བ་ལེགས་པར་ཚང་བར་ཅིག་བསྐོལ་བའི་ཆོས་གོས་རྣམ་གསུམ་བྱིན་གྱིས་བརླབས་ནས། ང་ཚོ་བཅོམ་ལྡན་འདས་ཀྱི་རྗེས་སུ་འབྲངས་ནས་དགེ་སློང་འདུལ་བ་འཛིན་པ། དངོས་གནས་ཆོས་བཞིན་འདུལ་བ་བཞིན་དུ་མི་ཚེ་བསྐྱལ་ངེས་ཅིག་གི་རྟགས་བྱེད་དགོས་པ་ཡིན་དུས་རྩ་ནས། དྲང་སྲོང་གི་ངུར་སྨྲིག། རྒྱལ་མཚན་ཐམས་ཅད་ཀྱི་ནང་ནས་མཆོག་ཏུ་གྱུར་པའི་ཆོས་ཀྱི་རྣམ་སྦྱར་འདི་ལྟ་བུ་ལུས་ལ་གྱོན་རྒྱུ་བྱུང་བ་ཤིན་ཏུ་ནས་ཀྱང་སྐལ་བ་བཟང་སྙམ་པའི་དགའ་སྤྲོ་དང་བཅས་ཏེ་གྱོན་དགོས་དེ་བཞིན་དུ་ལྷུང་བཟེད་ལག་ཏུ་བཟང་བའི་ཚེ་ན་དུ་བའི་སྣང་བའི་གྲངས་གསོག་གི་སྣོད་འདིའི་ནང་ནས་ཟས་ལ་ལོངས་སྤྱོད་པ་བཞིན་དུ་ཆོས་ལ་ལོངས་སྤྱོད་དེ་ཤིས་ཀྱི་ཤོས་ཀྱིས་ཚིམ་པར་བྱ་སྙམ་པ་དང། སྡིག་བ་དང་ཆུ་གཙང་ནི་དེ་དག་གི་དགའ་སྟོན་སྤྱོད་པའི་སྒོ་ནས་ཁྱོད་རྣམས་ལ་སྟེར་བ་ཡིན་པ་ཡིན་པས་དེ་དག་རྟག་ཏུ་ཡིད་ལ་འཇོག་དགོས།

འཇིག་རྟེན་ལྷ་དང་བཅས་པའི་ཕྱག་བྱ་བའི་འོས་སུ་གྱུར་པ་རེད། དེ་གང་ལ་བརྟེན་ནས་བྱུང་བ་ཡིན་ཟེར་ན། ལྷ་རྗེ་སྲིད་ཞིའི་གཙུག་རྒྱན་གོང་ས་ལྷ་མིའི་རྣམ་འདྲེན་སྐྱེ་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིག་གཟིགས་པ་ཆེན་པོ་དོན་གྱི་སླད་དུ་མཚན་ནས་སྨྲས་ན་བདག་གིས་མཁན་རིན་པོ་ཆེ་བྱིན་ཟིན་འཇམ་པའི་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་སྲིད་སྲོང་དབང་རྒྱུད་མཚུངས་པ་མེད་པའི་དད་པས་བཟང་པོ་མཆོག་གི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བྱུང་བ་ཡིན་དུས་ཨ་ནི་ཁྱེད་རང་རྣམས་ཀྱིས་ཡར་ལངས་ནས་མཁན་རིན་པོ་ཆེ་ལ